གཟིག་མོ་ལྷས་ཀྱི་སྐུ་ཁམས་བཟང། དུས་ལྟར་བྱམས་པའི་ཁ་བརྡ་ལེ་ཚན་གྱི་དུས་རབས་བཀའ་བཟང་མེ་ཏོག་ཞེས་པའི་མུ་འབྲེལ་ལེ་ཚན་ལ་གསན་གཟིགས་གནང་བར་དགའ་བསུ་ཞུ། ད་ལྟ་ང་ཚོ་ཡོད་ས་ནི་ཝུན་ཅང་གི་སྒྲོལ་མ་ལྷ་རིས་ཀྱི་ལས་སྒྲུབ་ཁང་དུ་ཡོད། ད་དེ་རིང་ང་ཚོས་སི་ཁྲོན་ཞིང་ཆེན་རིམ་པའི་དུང་དཀར་ཕུག་སྦས་ལུས་སྐྱེས་ཀྱི་ལྷ་རིས་རྒྱུད་འཛིན་མ། དེ་ནས་རྔ་བ་ཁུལ་ཆུང་ཁྱི་རྩྭ་ཐང་གི་ནས་ཡོང་བའི་རྩྭ་ཐང་བུ་མོ་གཞུང་ཆུ་སྒྲོལ་མ་ལགས་དང་མཉམ་དུ་ཁོང་གིས་ལྷ་རིས་ཀྱི་རྒྱུ་རྩལ་གྱི་སྐོར་ནས་ཁ་བརྡ་བཟོ་གི་ཡིན། གཞུང་ཆུ་སྒྲོལ་མ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལགས་ངེད་ལ།
ལྷ་རིས་པ་ཞིང་ཆེན་སྒྲོལ་མ་ལགས་ནི་ཕྱི་ལོ་བཅུ་སྟོང་གི་རྒྱ་གར་གྱི་ལོ་སི་ཁྲོན་ཞིང་ཆེན་རྔ་བ་ཁུལ་ཧུང་ཡན་རྫོང་སྦྲ་ཆེན་གྲོང་སྡེ་བྱེད། ཆུང་དུས་ནས་ཐང་ག་འབྲི་རྒྱུ་ལ་དགའ་པོ་ཡོད། སྔ་ཕྱིར་གནས་མཆོག་ལྷ་སའི་ལྷ་མི་ལང་ཚོ་ཐང་ག་ལུན་དུ་ལོ་གསུམ་ལ་ཐང་ག་འབྲི་རྒྱུ་སློབ་སྦྱོང་དང། ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་ཉིས་སྟོང་བཅུ་བདུན་ལོའི་བར་རྔ་བ་ཁུལ་འབྲིང་རིམ་ལས་རིགས་ལག་རྩལ་སློབ་གྲྭ་ནས་རབ་མི་ཆེ་གཞུང་སློབ་གཞུང་བཤད། ཉིས་སྟོང་ཉེར་གཅིག་ལོར་སི་ཁྲོན་ཞིང་ཆེན་རིམ་པའི་དུང་དཀར་ཕུག་པའི་ལུས་ཀྱི་གཟུགས་མེད་རིག་གནས་ཕྱི་ཕྱོགས་ཀྱི་རྒྱུན་འཛིན་པ་གྱུར། དེ་མཚུངས་ཁྲེན་ཏུའུ་ལ་སྒྲོལ་མ་ལྷ་རིས་ལས་བྲེལ་གོང་བྱིས་པ་རྙེད་ནས་སློབ་མ་གསོ་སྐྱོང་དང་ཐང་ག་འབྲི་གཞིའི་ཐད་ལ་འབད་པ་གནང་བཞིན་ཡོད།
ད་ངས་ཕ་ཆེ་དྲན་པ་ལ་ཉིས་སྟོང་བཅོ་ལྔ་ཡས་མས་འདྲ་གྱི་སར་ཞང་པའི་ཁ་བརྡ་ལེན་ཚེ་དེ་རྔ་བ་ཁུལ་ཁྱུང་ཁྱི་རྫོང་སྦྲ་ཆེན་ལ་པད་མ་ཚུལ་ཁྲིམས་ཀྱི་སློབ་གྲྭ་ནང་འགྲོ་དུས་དེ་དུས་ཁྱོད་རང་ཆུང་ཆུང་རེད་འདོད་རེད་སྐབས་དེ་དུས་ཁྱོད་རང་དེ་ན་ལྷ་བཟོ་གི་དགེ་རྒན་བྱེད་གི་འདུག་ཨ་ད་དེ་རིང་ང་ཚོ་ཡང་དྲན་གདུང་ནད་ལ་ཆེ་རོང་ཡོ་རང་སྒེར་གྱི་འདི་འདྲི་གི་ལྷ་རིས་ཀྱི་ལས་སྒྲུབ་ཁུངས་ཀྱི་གཙོ་བོ་དེ་ནི་ད་རེས་ང་ཚོ་གི་དུས་རབས་བཀའ་ཟུང་མེ་ཏོག་ནང་ནས་ལ་ང་ཚོ་བུ་མེད་གི་ལྷ་རིས་པ་ཅིག་ཡོད་ན་བསམ་ནས་རེ་བ་ཆེ་པོ་རྒྱག་ཟིན་ད་རེས་ཆེ་རོང་མཐུས་པ་དེ་ནི་དགའ་པོ་བྱུང། ལོ་སོ་བཀའ་དྲིན་ཆེ་གི་ལ། ད་ག་ཆེ་རོང་གི་འདི་ད་འདི་གི་ལྷ་རིས་ལས་སྒྲུབ་ཁང་ཟེར་ན་ཡོད་འདྲ་དེ་ཆེ་རོང་གི་དུས་ཚད་ནམ་ཚེ་རྒྱུར་བཙུད་པ་ཡིན། ད་ཉིས་སྟོང་བཅོ་བརྒྱད་གི་ལོ་ཉིས་སྟོང་བཅོ་བརྒྱད་གི་ལོ་ད་དེ་ནི་སློབ་གྲྭ་ནང་ནས་མར་བསྡད་ད་དེ་ནི་ད་རང་གི་ཁྲི་མདོ་མ་རེད་ཡང་ད་དེ་གི་དུས།

དགུ་རུ་གྲོགས་པོ་འང་སྐར་མ་གབ་དྲུག་རིགས་ད་འདི་ཡིན་ཚིག་གི་ཕུར་བ། ད་འདི་གི་འདི་སྐར་མ་གབ་དྲུག་རིགས། འོ་ད་ད་ནི་ཡོད་དུས་ཁྱེད་རང་གིས་དཔེར་ན་ལ་ལ་ནི་སྨན་སྙིང་ལུས་ལ་ལ་ནི་སྐར་མ་གབ་དྲུག་ལུས་དེ་ཁྱེད་རང་གིས་རྒྱུན་འཛིན་བྱེད་རྒྱུ་ནི་ད་ང་ཚོ་དུང་དཀར་ཕུར་པ་ལུས་ཟེར་གྱི་དེ་རེད་འདུག་བ། རེད་རེད་ཐེངས་འདིའི་ཁྱེད་རང་གཅིག་མི་གཅིག་གིས་ལུས་ཚང་མ་གི་ཐང་མང་པོ་ཞིག་ཐང་ཀ་བྲི་ཤོར་གྱི་ཡ་ད་ཅི།

ཅན་ཞིག་ནོ་ད་ལྟ་ཚ་བ་ཞིག་གི་ལོ་འབབ་ཞོ་དེ་རེད། ཅུང་འདི་དུས་ཚད་དཀའ་ཚེགས་ཀྱིས་བྲལ། སྤྱི་ཚོགས་ཀྱི་འཇིགས་ཉམས་ཕར་ཆེར་ལོ་གཅིག་ཟེར་བྲིས་ནས། ད་དེ་ཡང་ཆུ་ཚོད་དགུ་ནོ་རུ། རྒྱུན་པོར་གི་བུ་གའི་རྟ་དགོ་ན་ད་གི་ཟ་མ་བཟོ་གི་རྟ་ཚང་མ་ར། རེད་རེད་རེད་རེད། ད་ད་གི
ད་ཉི་མ་རེ་རེ་གི་ཕར་ཆེར་ཆུ་ཚོད་བཞིར་ལྔ་རེ་དུ་མོ་བྲི་ན་གི་ད་གི་ད། ཨེ་ཕར་ཆུ་ལོ་གཅིག་འདྲ་འགོར། རེད་རེད་རེད་སྤོ་གི་ལྟར་བཞོ་ཡོང། སྤོ་གི་ལ་ཟ་མ་ལས་བཞོ་རེད་རེད་ཁྱིན་ཚོ་གི་བྱ་བ་ཚ་ལས་བཞོ་ཡོང་ཐང་ཁ་བྲལ་ཐུ་ན་བཤད་དགོས་ར། རེད་རེད་རེད་ལ། རེད་རེད་རེད་ད་ཁྱེད་རང་གི་སེ་ན་ད་ལྟ་ན་བཞིན་ང་ཚོས་གོ་ཐིས་ན་ཁྱེད་རང་སྤོ་གི་ལོ་གསུམ་འདྲ་གྱི་རེད་ཟེར་སྤོ་གི་ལ་ལྟ་རྒྱུ་ལྟ་ཞོར་ཐང་ཁ་བྲལ་གི་ན་དཀའ་ལས་ཁ་པོ་འདུག། དཀའ་ལས་ཁ་པོ་མི་འདུག་ད་ལྟའི་ཞིག་ཚིག་ཚིག་གོ་ནོར། ལས་ཀ་ཡག་ཤོས་ཟིག་དེ་རེད། ད། རང་གའི་དབང་ནི་གི་འདི་མོ་ལས་ཀ་ཟིག་དང་ཆུ་ཚོད་ཟིག་ད། ད་རང་གི། ཁོམ་ན་བྲིས་དང་མ་ཁོམ་ན་མ་བྲིས་ན་ཆོག་གི་ད་འབྲུག་ལམ་ད་དུ་མེད་གི་མ། རེད་རེད་རེད། དེ་གཞོན་ནུས་ཡང་རང་གི་འོད་འཕྲུག་དང་མཉམ་པར་འོད་འཕྲུག་འཚར་ལོངས་བྱུང་གི་སྐོར་མ་ཡང་དེ་ཅིག་སློབ་སྦྱོང་ཟེར་གྱི་མེད་གི་ད། དེའི་ཀུན་སྤྱོད་ད་ལྟ་གང་ཟག་གང་གི་ཡང་ཤུགས་རྐྱེན་འདྲ་དུ་མོ་སུ་རྒྱུ་དང་འཇོག་དགོས་ན་ཡང་བུ་ཕྲུག་དང་རང་གི་མཉམ་པོ་ཡོད་དུ་འདི་མོ་ཡིན་འདུག་ན་ད་ལྟའི་འཚོ་བ་དང་ཤེས་གི་སྐྱོ་པོ་སུ་རེད། རེད་རེད་རེད་རེད་ད་བུ་གུ་ལ་རང་གི་ལྟ་ཆོག་གི་རེད་བུ་གུ་གཉིད་ན་སོང་ན་ཡང་ཐང་ཁ་དྲུད་ཆོག་གི་བུ་གུ་སད་ན་ཤི་ན་ཡང་བུ་གུ་ལ་འདྲ་ལྟ་ཆོག་གི་རེད་རེད་དེ་ནི་རྒྱུས་མ་ག་ལེར་བུ་གུ་ལ་ཡང་འདི་འདྲའི་གི་དགའ་ཤོས་འདི་འདྲ་ཆོག་ན་མི་ཤེས་ཨ། ད་ལྟའི་ཁོ
འོ་ཆག་འདྲ་ཟིག་གི་ད་ལྟ་ཁོ་རྩེད་མོ་རྩེད་ན་ཡང་ད་ཅིག་ཤོག་བུ་འདྲ་དག་གི་མགོན་པོ་ན་ཡིན་ན་ཁོའི་ཐང་ག་འདྲ་དགོས་དང་རི་མོ་འདྲ་དགོས་ཟེར་ད་ཁུར་དགོས། གཏི་མུག་འོག་ཆགས་སུ་ཡོད་དང་ན་ད་ཁོ་རྩེད་མོ་རྩེད་ན་དེ་འདྲ་བཟོས་ན་རེད། ཨུ་ཨུ།
ད་ད་རེད་ད་ད་རེད་རེད་རེད་རེད་ད་དེ་ཡག་པོ་རེད། རྗེས་མ་ཡིན་ན་ཡང་ང་གི་རྒྱུན་འཛིན་པ་མོ་ཡིན་གྱི་རེད། རེད་རེད་རེད་རེད་ད་དེ་ཁྱེད་རང་གི་རྒྱུན་འཛིན་པ་ཡང་སྲོག་ཆུ་ཤེས་གི་རེད་རེད། རེད་ཁྱེད་རང་ད་སྲོག་ཆུ་བོད་ཀྱི་བུ་མོ་རེད་ཟེར་ཡ་རེད། རེད་རེད་རེད། ཡིན་ནའང་ད་ང་ཚོ་དེ་ད་ལྟའང་དེ་ལ་བོད་ཀྱི་ས་ཆ་ལ་ཐང་ག་འཁྲིད་མཁན་མང་པོ་འདུག་དཔེར་ན། དབུས་གཙང་གི་ཡིན་ན་འདྲ་ཆབ་མདོ་ཡིན་ན་འདྲ་སྡེ་དགེ་ས་ཆ་ཡིན་ན་འདྲ་ད་བུ་འདི་རེབ་གོང་ས་ཆ་ཡིན་ན་འདྲ་ཡིན་ནའང་ང་ཚོ་བུ་མོས་ཀྱི་ཐང་ཁ་བྲིང་ཁི་དེ་ཧ་ཅང་ཉུང་ཉུང་རེད། ད་དཔེར་ན་ཁྱེད་རང་གིས་བལྟ་ས་ན་ལོ་རྒྱུས་ཀྱི་ཐུགས་ལ་ང་ཚོ་བོད་པ་གི་དེར་བུ་མོས་ཀྱི་ཐང་ཁ་བྲིང་ཁི་ན་དེ་རུ་ཡོད་ས་རེད་ཁྱོད་གོ་མྱོང་ལོ་རྒྱུས་ཀྱི་ཐུགས་ལ། དེ་གོ་མ་མྱོང། ད་དེ། ཕལ་ཆེར་སྐབས་དེ་གི་ཁོར་ཡུག་ལྟར་ན་ད་སྤྲོ་སྦྱིན་གྱི་ལྟ་བ་ཟིག་གི་ད་དུ་མོ་དུ་མེད་ནི་ཡིན་ས་རེད། ད་ང་རང་གི་ཡིན་ན་ཐོག་མར། ཁྱོད་རང་ཁྱེད་རང་ཡོང་དུ་རེད་ཀྱི། ཐང་ཁ་ཅིག་སྤྲོ་རྒྱུ་ལ་ཡོང་བུ་མོ་གཅིག་གི་དེ་རུ་སྤྲོ་ཉན་མ་རེད་ཟེར་གྱི་ན་ཁྱོད་རང་དེ་འདྲ་ཐང་ཁ་སྤྲོ་མཁན་གྱི་ཕྱོགས་ཅི་ཞིག་རྒྱུ་བྱས་ན་ག་ན་ཅི་ཆོག་ས་རེད། ད་ང་སྔོན་མ་ཡིན་ཙི་ཀི་འབྲོག་མོ་ཟི་རེད་མོ་ད་ང་ཚོ་ཕ་ཡུལ་ནས་ཡང། ང་གི་དུས་སྐབས་དེ་ཡང་སློབ་གྲྭ་དང་ཕ་མ་གཅིག་གཅིག་གི་ཟུར་གོང་དུ་ཡ་ར་མ་ར་གཅིག་འགྲོ་ཡི་ད་འདི་མ་ཡིན་ན་རིག་ནུས་དང་ཡང་མི་སྦྱང་ནུས་སྐབས་དེ་དུམ་བུ་ཚུར་ཤིག་ད་དུས་དེའི་རིང་གི་ཡིན་ཚུལ་གི་ན་ཡང་ད་གོ་སྐབས་དུམ་བུ་ཟིག་ཡར་བལྟས་ན་ད་ན་ད་ཕྱི་ཟུར་གོང་དུ་དག་གི་ལོ་བཅུ་བདུན་བཅོ་བརྒྱད་ཟིག་གི་ལྟ་བའི་ཐང་ག་འདིར་བྲིས་ནས་ད་དུམ་བུ་འདི་རེད་ད་སྐབས་དེ་དུས་ཡིན་ཚུལ་གི

ད་ཐུང་ཀ་གི་མགོ་ལུས་འཇིགས་སུམ་སྐྱབས་རི་ནི་དི་གི་བཅད་དི་སེར་ད་གཞར་ངོ་ཚང་མ་ཆ་ཚང་ཟུ་དྲི་ནི་ཟི་ག་སྟོན་པ་གི་ཐང་ཀ་ཟི་ད་ནི་གེ་སར་གི་ཐང་ཀ་ཟི་གཉིས་དྲི་ན་མོ་ད་སྐབས་དུས་དུས་མི་མང་བོ་ད་ཁྱོ་ཐང་ཀ་འདི་བུ་མེད་གི་ལུས་སྐལ་མ་རེད་ད་བཞི་མོ་ཟི་གི་ད་ཐང་ཀ་འདྲི་ཅང་བ་རྒྱུ་མ་རེད་ཟི། དུ་བརྗེ་བོ་ནི་སྐབས་དང་རིང་གི་ཡིན་ན་དང་སྔོན་མ་མང་བ་ནས་ཡིན་ན་དང། སྔོན་མ་ཐང་ཁ་ཟེར་གྱོད་དུ་ད་འོས་མེད་ཀི་འགྲུལ་གྱི་ཟེར་ཡིན་ས་མ་རེད་བསམ་གྱི་གཏི་མུག་གི་ད་སེམས་ཤིག་འདྲ་བོ་ཞིག་ཆགས་མྱོང། ད་སྐབས་དུས་དེ་ངའི་ངོ་ཆ་རྫོང་གི་ཁྱོང་ཕྱི་རྫོང་གི་རྫོང་རིམ་པ་གི་རིག་གནས་རིག་གནས་ཁང་གི་ནང་ན་ད་བཤམས་སྟོན་བཟོ་དགོས་ཏེ་བཤམས་སྟོན་གྱི་ཐོག་དེ་ངའི་དག་གི་སྐེ་ཚེར་གྱི་ཐང་ག་དེ་དག་ནི་སྟོན་པ་གྱི་ཐང་ག་དེ་ཉིད་ཁྱེར་སོང་སྣང་མོད། ད་ལྟའི་དུས་སློབ་གྲྭ་གི་ཡང་རྫོང་དབུས་སློབ་འབྲིང་དང་རེས་མོས་སློབ་ཆུང་དག་གི་སློབ་གྲྭ་གི་སློབ་གྲྭའི་དགེ་རྒན་དང་སློབ་མ་ད་ལྟ་ནས་མི་སེར་ད་ལྟའི་མི་ཆ་ག་ལྟ་གི་ཡོང་ནི་ད་ལྟའི་དེ་ངའི་ཐང་ག་ངོ་སྤྲོད་ཡིན། ད་འདི་གི་འདི་རེད་དག་གི་ད་འཛིན་ནི་ཐང་ག་ངོ་སྤྲོད་ཡིན་ཏེ།

ཨེ་ཡོང། ཚོང་འདུ་ན་དེ་རང་ཚོ་འོང་དུ་མེད་ད་ད་དེ་རང་ཀོན་ནོ་ཞུ་ཕོད་ས་མ་རེད། གང་ཡོད་བ་ས་མ་རེད་ཟེར་དེ་འདི་ལ་འདུག་བྱེད་སྟོང་བཤད་ན་ལ་སོ་རྗེས་དེ་ཚོ་ཡག་པོ་རེད་དེ་ཡོང་ལ་ལ་ལ་ལ། རང་གི་རུ་ལ་ཡིད་ཆེས་མེད་མཁན་ཚོ་འདུག་ན་ཡོང་དུས་རབས་ཀྱི་རྗེས་སུ་ལྷག་ཅིག་གི་དེ་འདྲི་གི་ཉེན་ཁ་ལ་ཡོད་ས་རེད་ཨ། རེད་རེད་རེད་ད་དེ་ངོ་མ་ཡིན་ཚིག་གི་ན་སྤྲོ་རྒྱིང་གི་དེ་ཡིན་ཚིག་གི་ན་བུད་མེད་མོང་མོང་ཚིག་གི་ད་ལུས་དཀའ་ལུས་འདུག་ནི་མ་ཚིག་རི་འགུལ་འཁོར་བ་གི་ནང་ཅིག།

བཅོ་ལྔ་བཅུ་དྲུག་ནི་དག་སྣང་མ་སྤྱི་དང་དུ་ནི་པོ་གི་རྒྱུད་བཤད་དང་དེ་གི་ཕ་བཤད་དེ་འདུལ་བ་འདྲ་དུ་ལྷ་དྲུག་གི་བསམ་གྱིས་ཚོང་ལས་གཉེར་གི་དེ་བསམ་གྱིས་ཕྱི་རྒྱ་ལ་འགྲིམས་ནས་བློ་གཞུང་བཟོ་གི་བསམ་གི་དེ་ཉུང་ཉུང་རེད་ད་ནང་ཉིན་ད་ལོ་ཡང་གོ་སྐབས་བཟང་པོ་རེད་སྲིད་སྐྱིད་ལ་ཡག་པོ་རེད་དེའི་སྐོར་ལ་དུ་ནི་བཟོ་དེ་དག་མང་པོ་འགྲོ་གི་འདུག་ང་ཚོ་བོད་པ་གི་བུ་མོ་ཚོ་གི་ཨོ་ཕྱུགས་སོ་སོ་ནས་ཕོ་རྒྱག་གི་འདུག་བསམ་གྱིས་ང་ཚོ་ལའང་ད་ཡི་དགའ་བ་འདྲ་མང་པོ་བཤད་གི་འདུག། ང་ཚོ་ལ།
ལྷ་རིས་པ་ཞང་ཆེ་སྒྲོལ་མ་ལགས་ནི་སྤྱི་ལོ་བཅུ་སྟོང་གི་རྒྱ་དགུ་སྤྱི་ལོ་སི་ཁྲོན་ཞིང་ཆེན་རྔ་བ་ཁུལ་ཧུང་ཡན་རྫོང་སྦྲ་ཆེ་གྲོང་སྡེ་ཞེས། ཆུང་དུས་ནས་ཐང་ག་འབྲི་རྒྱུ་ལ་དགའ་པོ་ཡོད། སྔ་ཕྱིར། གནས་མཆོག་ལྷ་སའི་ལྷ་མི་ལགས་ཚོ་ཐང་ག་བླུན་དུ་ལོ་གསུམ་ལ་ཐང་ག་འབྲི་རྒྱུ་སློབ་སྦྱོང་དང། སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་ནས་ཉིས་སྟོང་བཅུ་བདུན་ལོའི་བར་རྔ་བ་ཁུལ་འབྲིང་རིམ་ལས་རིགས་ལག་རྩལ་སློབ་གྲྭ་ནས་རིན་མེད་ཆེ་གཞུང་སློབ་སྦྱོང་བྱས། ཉིས་སྟོང་ཉེར་གཅིག་ལོར་ཟི་ཁྲོན་ཞིང་ཆེན་རིམ་པའི་དུང་དཀར་ཕུག་པའི་ལུས་ཀྱི་གཟུགས་མེད་རིག་གནས་ཤུལ་བཞག་གི་རྒྱུན་འཛིན་པ་གྱུར། དེ་མཚུངས་ཁྲེན་ཏུའུ་ལ་སྒྲོལ་མ་ལྷ་རིས་ལས་བྲིས་སྐོང་བྱས་པ་རྙེད་ནས་སློབ་མ་གསོ་སྐྱོང་དང་ཐང་དཀར་འབྲི་གཞིའི་ཐད་ལ་འབད་པ་གནང་བཞིན་ཡོད། ཁྱོད་རང་གིས་ལྟ་ནས་བུད་མེད་ཀྱི་ལྷ་བཟོ་བྱི་བཟོ་རྣམས་མི་ཆོས་ཀྱི་ཁྱིམ་མི་འདུག་ས་ས་དེ་ན་རེད། ད་ལྟའི་ངའི་ལྟས་ན་དག་པའི་ཆ་བཞག་ན་ཐང་ག་འབྲི་ཁྱེར་དང་ཡིག་གཟུགས་འབྲི་ཁྱེར་དང་དེ་སོགས་ཆུ་ཚོད་རིང་པོ་ལ་ད་སེམས་ལོ་གཅིག་སེམས་གཅིག་གི་དུ་གི་ལོ་གཅིག་སེམས་གཅིག་ཡིན་ན་དེ་ནས་དུ་ཚགས། ཚོགས་གཙོ་པོ་ཡིན་ན་ད་འདི་མོ་ཡིས་འབྲི་དགོས་ད་ད་ཕལ་ཆེར་བུད་མེད་ཀྱི་ལས་ཀ་ཟེར་ཡིན་གྱི་རེད་བསམ་གྱི་ཐོག་མར་ཚོར་བ་ཆགས་སོང། ཕལ་ཆེར་ནང་ས་ལ་ཐོག་མཁའ་འགྲོ་ཡིས་ཟུར་དྲུག་ཞིབ་ཕྲ་བཟོ་དགོས་ཀྱི་དེ་བུད་མེད་ཀྱི་ལས་ཀ་ཡིན་གྱི་ཅི་རེད། འང་དེ་འདྲ་ཞིག་རེད་ད་ལྟའི་ཡིན་ན་བུད་མེད་ཀྱི་ལས་ཀའི་ནང་འཚམས་པོ་རེད་བསམ་གྱི་དོ་མོ་གི་ཚོར་བ་ཡང་སླེབས་སོང། རེད་རེད་རེད་རེད་རེད།
ད་བོད་དེ་བལྟས་ན་འང་ཁ་ཤས་བུད་མེད་ད་ད་ཞིབ་ཚོགས་པོ་ར། རེད་རེད་རེད་རེད། བུད་མེད་ད་ཅིག་བོད་བལྟས་ན་ཞིབ་ཚོགས་ར་དེ་ཚིག་གི་ན། ལྷོད་པོ་མིག་གི་ལུས་སྐད་རེད་བསམ་གྱི་དོན་འདྲ།
དེ་རེད་དེ་རེད་ཡོད་ཀྱི་རེད་ཁྱོད་རང་གི་དེའི་ཐང་ཁ་དངོས་སུ་དཀྲི་བསྡད་ཀྱི་ལ་ལ་བུ་མོ་གི་ཐང་ཁ་དཀྲི་ན་འོ་ཞིག་དེ་ལ་དགེ་མཚན་འདྲ་འདུག་ཡོན་ཏན་འདྲ་འདུག་ས་སོགས་ཨེ་ཡོད། ད་བསྟན་ཡོད་གི་ད་བུ་མེད་ཡིན་ཚུལ་གི་ན་ཅི་ཟེར་གོ་ནི་རོགས་ཡིན་རང་བོ་ད་དེ་ནས་མར་བསྡད་ན་ད་གི་ལོ་གཅིག་སེམས་གཅིག་གི་རྣམ་རིག་སྒྲིབ་ན་དེའི་མགོ་དཀྲི་ཀྱི་འོ་དུམ་མོ། བུ་དང་བསྟུན་ན་ཡང་ཆུ་ཚོད་གཅིག་ཡི་རང་ན་འདུག་གོ། ད་ཅིག་ཆུ་ཚོད་གང་རུང། ངོ་རྒྱུ་རིང་པོ་ན་བརྟན་པོ་འདུག་ཐུག་མཁན་ན། འོ་རྒྱུ་རང་བརྟན་པོ་འདུག་ཐུག་མཁན་ན་དེ་འདྲ་རེད་བསམ་རྒྱུ། ད་ལྟ་ཡང་དཔྱིད་ཀ་ད་ན་དེ་ནི་ང་ཚོ་གི་ཐང་ག་ད་ལྟ་ཡིག་གཟུགས་དང་འདི་མུར་ཡུན་རིང་པོ་འབྲི་ཡི་ལས་ཀ་ཡོང་ཚུགས་ན་ཡང་རུང་གི་ཡིན་ཚུགས་ན་དཔྱིད་ཀ་ད་ན་ད་བསམ་བློ་དེ་ད། ཚང་མ་མ་ར་སློག་པོ་འདྲ་འདྲ་ད་དུ་མོ་ཆགས་ཡོང་དགོས་བསམ་གྱི་འདྲ་རེད་དུ་མོ་ཡོང་ཤར་མྱོང་ད་དུ་སེམས་ཀྱི་འཇམ་དར་ཟི་རེད་བསམ་གྱི་དུ་མོ་རེད་ཤར་མྱོང། དེ་རེད་དེ་རེད་དེ་རེད་དེ་རེད་དེ་ལི་ད་ང་ཚོ་གི་ལ་དེ་ནི་བསམ་དུ་ཐང་ཁ་ཅིག་དྲི་ངེས་ཅིག་ཡིན་གྱི་མེད་ཅིག་གི་བོད་ཡིག་དགོས་ཀྱི་ཅི་ད་ངེས་པ་མི་འདུག་བསམ་དུ་ཡང་ང་ཚོ་གི་ལྟ་ན་དེ་ཡིན་དེ་ལ་བུ་མོ་གི་ཐང་ཁ་ལ་ཁེ་ལ་ཇི་མ་མ་འོངས་པ་ལ་ད་ཡོང་གྱི་རེད་དྲན་ནས་ང་ཚོ་སྔོན་མ་དུ་ན་མང་པོ་དྲན་མྱོང་ད་དེ་རིགས་ཚང་ཉིད་ན་བཤད་མྱོང་ད་དཔེ་ན་ཆབ་མདོ་ས་ཆ་ཡིན་ན་འདྲ་རེབ་གོང་ས་ཆ་ན་དེ་འདྲ་བུ་མོ་བྲོ་མཁན་ཁ་ཤས་ཁ་ཤས་འདུག་ཨ། ཡིག་གཟུགས་བྲོ་མཁན་ལ་ཁ་ཤས་འདུག་ད་ང་ཚོའི་གོ་ཐོས་ན་ཁྱེད་རང་ལ་མི་ས་གི། ང་ཚོ་དུང་དཀར་ཕུག་པ་ལུག་གི་དེ་རྒྱུན་འཛིན་པ་རེད་ཟེར་གྱི་འདུག་ད། ཁྱེད་རང་རྒྱུན་འཛིན་རེད་དེ་དུང་དཀར་ཕུག་པ་ལུག་ཟེར་བ་དེ། ངོ་སྤྲད་ཀྱི་ནང་ན་དེ་འདུག་ཁྱེད་རང་གཉིས་ཡང། རྒྱུན་འཛིན་བཟོ་དགོས་ཀྱི་གི་ལས་འབྲས་ན་ག་ནས་ཤོད་ཨ་ཡིན་ན། ད་དེ་དུང་དཀར་ཕུག་པ་ལུག་ཟེར་གྱི་འདུག་གྱོད་དུ། མངའ་རིས་ས་ཆ་གི་དབུས་སྟེང་གི་མངའ་རིས་ས་ཆ་གི་དག་གི།

ད་ལྟའི་ང་གི་དེའི་རྒྱུན་འཛིན་པ་ཡིན་ཟེར་གྱི་གི་མི་རབས་དེ་ཆི་ཟེར་ཡོད་ཟེར་ན་སྔོན་མ་དེ་གི་ང་ཚོའི་ཕ་ཡུལ་ཡིན་ཟེར་གི་ན་ཕ་མེས་ཡང་མེས་གི་ཕ་ཡུལ་དུ་ཡར་ཁམས་ཕྱོགས་གྲོག་མགོ་ས་ཆ་ཡོད་དེ་ནས་རེད་མོ་ད་དེ་ནས་སྨེ་བ་པོ་ལོ་ཟེར་ས་ཆ་བཟོས་ནོ་དེ་ནས་དབུས་གཙང་གི་ད་ན་དོང་དཀར་ཕུག་པའི་ལུགས་ཡིན་དོང་དཀར་གི་ལུགས་ཡིན་ཟེར་གྱི་འདུག་ན་དེ་ནས་ཉི་མ་བཀྲ་ཤིས་ཟེར་ད་གི། མི་གཟུགས་ཡོད་ཚིག། ད་ལྟ་ང་ཚོ་ཕ་མེས་ཡང་མེས་ཀྱི་ད་ངའི་གཙོ་བོ་ད་དམའ་ཕྱོགས་ས་གི། ཕ་གི་ད་ཡང་མྱི་ནི་ཡང་མྱི་ཟེར་དགོས་ན་ད། གཏི་མུག་ཡིན་བརྒྱད་སྟོང་ན་ཟེར་རེད། ད་དེ་ཁོ་ཚོ་ཡིན་ཟེར་གི་ན་དེ་དེ། ད་ཅིག་རྒྱུན་པར་གི། ད་ཡར། ད་ས་ཡིན་ཟེར་གི་ན་རྒྱུན་པར་གི་ད་སྐྱེས་པ་ཕོ་ད་ཅིག། ལུག་འདྲ་མ་དུ་ཟོག་འདྲ་དུ་མས་ལྟས་ཡིན་འགྱོ་རྒྱུ་ཟེར་ར་འོ་དེ་རིགས་སོང་དེ་ད་དུ་མི་རུ་མོ་དུ་དྲིས་ད་དུ་གི་ཅིག་འདི་ཡིས་ད་ནི་ད་ཁོ་ཚོ་ཡིན་ན་དེ་མི་ཡིས་བཞང་བ་པི་ཡིས་ཡང་སོང་དུ་གི་ཅིག་ཅིག་གིས་མྱི་འདྲ་ཁྱིམ་ནང་ནས་མྱི་འདྲ་ན་ཚ་ཡིས་བཞང་ན་ཡང་དེའི་སྒང་བཞག་གི་ཁ་མ་ཡང་ཐང་ཁ་འདྲི་དུ་མི་འོ་ད་དེ་མི་ཡིས་ཁྱིམ་གྱི་ཀི་མ་ར་ཡང་དུ་ནི་ངའི་ཨ་མ་གི་ད་ང་ས་ནི་ཟ་དུ་ནི་མ་ར་མི་རུ་བཞིར་ལྔ་ཟི་ཡོག་གི། དེ་ནས་དབྱངས་ཉིད་ཀྱི་དག། འོད་སྤྲོས་ཟེར་གྱི་འདྲ་འདྲ། དེ་ནས་འོད་རང་ཟེར་གྱི་འདྲ་འདྲ། དེ་ནས་ངའི་ཨ་མ་གི་ཨ་མྱེས་དང་བ་ཞིའི་ག་ཞིའི་དགེ་བཟང་ཟེར་གྱི་འདྲ། ཁོ་ད་ལྟ་ཁོ་ཐང་ག་དུ་མོ་འགྲོ་ནི་ཟིན་ཟིན་མོ། ད་ཐང་ག་ཁོང་གི་འགྲོ་ནི་རེད་ཟེར་ད་ལྟའི་ཁྱིམ་རྒྱུད་ཀྱི་མ་རེད་ད་ངའི་གི་གཞོང་བོ་འཇམ་པོ་ད་དུ་མོ་ག་ཞིག་ཡང

གནའ་བཟའ་ལྟ་ན་དག་གི་དུ་ཞིག་ཉུང་ཉུང་རེད་མོད། དེ་ནི་གཙུག་ན་རྒྱ་གུར་ལྟ་ནི་བར་ཡུལ་གྱི་ཤུགས་རྐྱེན་ཞིག་ཆེན་པོ་ཐེབས། དེ་ནས་རྒྱན་ཆ་མང་པོ་དུ་ནི་གནའ་བཟའ་ལྟ་དུ་མོ་ཉུང་ཉུང་ལྟ་རྗེས་མ་ཨོན་ཚུགས་གི་ལྟ་དྲི་རྒྱུན་འདྲ་མི་འདྲ་མ་ར་ལྟར་ཡོང་ནི་ལྟ་འོག་གི་དུ་ནི་འོད་མཐོ་སྒང་གི་ས་ཆ་ཡིན་ཚུལ་གྱི་ན་དང་སང་ལྷ་ཚང་མ་གི་དུ་གི་ཆུ་གི་གནའ་བཟའ་ཞིག་མང་པོ་ར་དེ་དུས་སྐབས་ཡིན་ཚུལ་གྱི་ན། ན་བཟའ་ཚང་མ་འདུག་མོ་ཉུང་ཉུང། ཉུང་ཉུང་འདུག་མོ་རེད། དེ་ནས། ད་ཁིར་གེ་ཁྱ་ཆུ་འགྲོ་ལྷག་ཏུ་ཅིག་གཞན་དག་མ་འདྲ་ན་ཕྱི་སོག་གི་ཟིན་ན་ད། ཅིག་གིས། ཅིག་ཚབ་ཁག་འདྲ་མེད་ནི་གི་ཁིར་གེ་སྒྱུ་རྩལ་གི་ཉམས་གི། ཤ་ཚིག་གི་འབུར་ཉམས། སོན་ཉམས་འདར་ནི་འདུག་མོ།
འོ། ལྗིད་ཉམས་འདུག་མོ།
ཅིག་སོན་ཆ་ཅན་ཟིན་འདུག་མོ་རེད། ད་ད་ཁིར་གེ། ཁྱ་ཆུ་གི་གཙོ་བོ་ནི། རེད་རེད་ད་ད་འདུག་སྐར་མ་འགའ་བྲིས་དང་སྨན་སྐྱིད་དུ་གཙོ་གི་རྒྱབ་ལྗོངས་དུ་གཙོ་ལ་ཡོང་འདྲ་མི་འདྲ། རི་དྭགས་ཁྱོད་ཚོ་རི་མོ་མང་པོ་འདུག་འདི་ཚོར་མི་འདུག་ཨ། དེ་ཡོད་རེད་དེ་ནི་ཁོ་ཚོ་ལ་ཐུགས་ཚད་ཡོད་རོ། རེད་རེད་ཐུགས་རེད། ཚད་ཀྱི་ཕར་ནང་བདག་མི་ཉན་ད། དེ་འདྲ་ད་ཁྱེད་ཚོས་གོ་ནོར་བོ་ཅིག་འདུག་གི། ཐུགས་ཚད་ཀྱི་འདུག་གི་ཚ་བཀག་ཡོད་ཀ། ད་སྟོང་སྐར་ཕུག་པའི་ལུགས་ཡིན་ཚུགས་ཀྱི་ན། ཐུགས་ཚད་ཀྱི་ཚ་བཀག་འགྲོ་ཚ་བཀག་འགྲོ་མེད་ད་ད་ད་ཁོ། ཅིག་མ་བཅུག་ལྷད་མེད་ཀྱི་འདུག་གི་སྒྱུ་རྩལ་གྱི་ཉམས་གཟིགས་ཡོད་ནོ་ད་ད་ད། དེ་གི་དོང་སྐུར་ཕུག་པ་ལོག་གི་ཁྱད་ཆོས་དེ་རེད། ཨུམ། རེད་རེད་རེད་ད་སྔོན་མ་ང་ཚོ་ཀྱི་བོད་ཀྱི་གཤེགས་ཀྱི་དགོངས་པ་ཟེར་གྱི་ན་ཀ་མ་ག་པི་ཟེར་གྱི་གི་ག་སར་ཟེར་གྱི་དང་རེད་དེ་ནས་ལ་ལ་ང་ཚོ་དེ་ཆབ་མདོ་ས་ཆ་དེ་ན་དོང་མདོ་ལུས་ཟེར་གྱི་གི་དེ་འདྲ་ཡོང་དོང་མདོ་ལུས་ད་སྔ་མ་ང་ཀྱི་བོན་པོ་གི་དེ་འདྲ་ལུགས་དེ་འདྲི་ལ་ཡོད་དེ་དེ་འདྲ་ཀྱི་མ་གཏོགས་ཡོང་འདི་གི་ཅི་ཟེར་གི་ཞིག་དོང་དཀར་ཕུག་པ་ཟེར་གྱི་ན་ཡིན་ད་སྔ་མོ་བོད་གོ་མ་མྱོང་གོ་ད་དེ་ནས་ཁྱོད་རང་ངོ། དོང་སྐུར་ཕུག་པའི་ལུགས་ཟེར་གྱི་འདི་ཕུག་པ་གི་ནང་ན་ཡོད་ནོ་དེ་གི་འདི་རེད་དེ་གི། ལྟ་འདི་དེང་སང་ཕལ་ཆེར་འདྲ་ཞུ་འདྲ་ཡོད་ནོ་འུ་ཅིག་གིས་བཀའ་གདམས་དགུ་ལུགས་གཟིགས་འདུག་བཟོ་གོ། ད་དེ་ལྟར་ཕལ་ཆེར་ཐག་ཉེ་བོ་རེད། ད་ཁོ་ཚོ་གི་དེ་ནི་རི་མོ་གི་དྲི་རྒྱུན་འདི་ལྟར་སྔ་ཤོས་ཀྱི་དུས་རབས་དེ་སྐབས་ཡིན་ཟིག་གི་ན་ད་ཁོ་ཚོ་ཡིན་ཟིག་གི་ནའང་ད་ཕལ་ཆེར་ཆི་ཟེར་གང་རུང།

ད་རིག་རྒྱུ་མེད་ཟིག་གི་ཁོ་དགའ་སྣང་ལོ་མེད་ག། ད་ཁོ་གཙོ་བོ་བག་ཆགས་དང་ཆུ་འཇག་གོང་ཟིན་ན་ད་ང་ཚོ་གི་ཅིག་སྐྲག་ཆགས་འདྲ་མེ་ཏོག་འདྲ་ད་ཅིག་དངོས་ཡོད་གི་དུ་མོ་ཟིག་བྱས་ན་ད་ཁོ་དུས་ཤིག་ཨ་ཞིག་དགའ་ཕྱོགས་འགྲོ་དག་གི་སི་རི་མུ་བ་ཡོད་ཀྱི་དེ་ཟིག་གི་ན་ད་དུ་མུ་ཏི་ཡང་ངོ་མ

སྤྱིར་བཏང་ང་ཚོ་རྩྭ་ཐང་ཆེན་པོ་འདི་ནས་ཆ་ལང་བྱུང་ཡོད་ན། རྒྱུན་པར་ལྗང་མདོག་གི་དག་ས་ཆ་དེ་རིག་ན་རང་གི་སེམས་ནང་ང་ཅིག་དགའ་སྣང་དང་སྐྱིད་སྣང་དུ་མོ་གོ་འཚོར་བ་ཞིག་སྟེར་གི་མོ། ད་ལྟ་གི་གཙོ་བོ་དེ་ངའི་མ་རྒན་གྱི་ཤུགས་རྐྱེན་གྱི་ད་རྒྱུན་པར་གྱི་ངའི་མ་གི་སྒྲོལ་མ་ཞིག་བཙོར་འགྲིབ་ཡིན་ན་རེད་ད། སྒྲོལ་མ་དེ་སྐད། སྒྲོལ་མ་ཡིན་སྲིད་གི་ན་མོ་ལྷ་གི་དག་བུད་མེད་གྱི་ལྷ་རེད་ད་ནི།

ད་ཡོང་རེ་བ་འདུག་སེམས་ཤུགས་གསར་པ་ཅིག་འོང་གི་རེད་རེད་ད་ཁྱེད་རང་གི་ལ་འདི་སྒྲོལ་མ་གི་ལས་སྒྲིབ་ཁུང་ལ་ཡོད་ད་མ་འོང་པ་གི་ཡང་ཁྱེད་རང་ལ་ཕུགས་བསམ་ཆེ་ཆེ་ན་ག་འདྲི་བྱུང་ཡོད།
ད་ཕུགས་བསམ་ཆེ་ཆེ་ཡིན་ཟེར་གི་ན་ང་མ་འོང་པ་ན་ད་བུད་མེད་གི་སྣེ་ཁྲིད་དུ་གི་བུད་མེད་གི་སྣེ་ཁྲིད་ད་རང་གི་ཡིན་ཟེར་གི་ན་སྔོན་མ་ཕ་ཡུལ་ས་ཆ་གི་དེར་ད་ད་གི་ཡ་ར་མ་ར་སོང་དུས་ཟེར་གི་ན་ད་བྱིས་པ་གསོ་སྐྱོང་གི་སྐོར་གི་ད་དེའི

སློབ་བརྒྱུད་ཁོང་རེ་འདྲ་ལྟ་མོ་འདི་ཡིན་ནི་མིན།
ལགས་སོ་ད་མ་འོངས་པ་ཡིན་ན་ཁྱེད་རང་གིས་ད་ཅི་ཟེར་དགོས་རེད་ཅེས་ང་ཚོ་གི་སྒྲོལ་མ་གི་ལས་འབྲས་ཁོང་ཡག་ཐུགས་ཡག་བརྩད་ཡང་ཁྱེད་རང་གིས་ང་ཚོ་རང་བྱུང་ཁུལ་རིམ་པ་ནས་ད་ལྟ་ཞིང་ཆེན་རིམ་པ་གི་ཆགས་དེ་ནས་ཡང་ཁྱེད་རང་གིས་རྒྱུ་མ་སློབ་མ་ལ་སོགས་པ་མང་པོ་གི་གསོ་སྐྱོང་བཟོ་ནས་ད་མ་འོངས་པ་ལ་ང་ཚོ་བོད་ལ་ཨོ་གཞུང་ཞིག་སྒྲོལ་མ་ཟེར་གྱི་གི་ལྷ་བཟོ་ཡག་པོ་གྱི་ཡོད་ཀྱི་ཟེར་གྱི་གི་དེ་འདྲིས་གི་ཆགས་ཐུབ་གྱི་གི་རེ་བ་དང་ནན་དུ་ཡོད་ཐུགས་རྗེ་ཆེ། བཀའ་དྲིན་ཆེ་རྒན་ལགས་ཐུགས་རྗེ་ཆེ།